རབ་འབྱམས་རྒྱལ་བ་ཀུན་གྱི་རང་གཟུགས། བབ་མཆོག་གཤོག་ནག་པདྨོ་མི་ཡི་རྣམ་པར་རོལ་བ། འཛམ་གླིང་བཞི་བསྡུས་དེ་ཧོན་ཀོང་ས་ལྷ་མིའི་རྣམ་འདྲེན། ཐམས་ཅད་གཟུགས་བྱང་ཆུབ་མཁྱེན་པ་ཆེན་པོ། མཆོག་གི་ཞབས་བཀྲ་དྲི་མ་མེད་པར་དྲོངས་ཏེ། ནི་དེ་རང་དང་རྒྱལ་དབང་ཐམས་ཅད་མཁྱེན་པའི་གྲོང་དཀར། དང། ད་ནང་བཞིན་གནས་དགུང་ལོ་བརྒྱ་བཅུ་བགྲེས་པའི་ནི་དུས་སྟོན་གྱི་ཉིན་འདིར། ནི་བར་རྒྱལ་བ་ཇོ་ནང་པའི་གཞིས་བྱེས་ཚང་མའི་ཚབ་བྱས་ནས་ནི་ཚོང་སྐུད་འདི་ལ་དང་བསྐྱར་དོ་འདི་ལ་འཚམས་འདྲི་དང་བཀྲ་ཤིས་བདེ་ལགས་བྱས་པ་ཡིན། ད་ནང་བཞིན་གྱི་ང་རང་སུའོ་གངས་ཅན་གཞུང་གི། རྡོ་རྗེ་ཤོང་སྟབས་བརྒྱད་ཀྱི་ཡ་གྱལ། ཆོས་རྗེ་ཆེན་པོ་བཞི་གཡུང་དྲུང་སྒོམ་དང་བཅས་པའི་བག་ཁྲི་བསྣམས་པ་དང། དག་སྣང་བཞིན་དུ་ང་རང་སུ་རང་གཞུང་གི་དམངས་གཙོའི་སྐལ་བ་བཞིའི་དམངས་གཙོ་བག་འཛིན་རྣམ་པ། ལས་བྱེད་རྣམ་པ་པོ་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་བྱེད་ཀྱི་ཡོད། དག་སྣང་བཞིན་ང་རང་སུ་འདིར་སྐྱེས་བསྐྱར་སྟོན་གྱི་སྐལ་བཟང་བླ་ན་མེད་པའི་ཉིན་འདིར་ཕེབས་པས། ནས་བུ་མོའམ་ཡང་ན་མཛའ་མ་གཡོ་ཁྲི་ཁག་ནས་ཕེབས་པའི་ནས་མི་མང་ཚང་མ་ལ་ཡང་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ད་དུ་ནས་ངས་འདིར་ད་ང་རང་སུ་བསྐྱར་སྟོན་གོ་སྒྲིག་ཚོགས་ཆུང་གིས་ནས་རྒྱལ་བ་ཇོ་ནང་པའི་ཚབ་བྱས་ནས་ནས་ཅིག། ཞེས་གོ་རེ་རེ་བཀའ་གནང་སོང་ཡིན་ནའང་ངའི་ངོ་ནས་ང་རྒྱང་རིང་ཡོད་མཐའ་དང་ནང་བཙོག་གི་ཡོད་མཐའ་ཕྱི་རྒྱ་ལ་སོགས་པ་གང་མེད་པའི་གྲྭ་རྐྱང་དཀྱུས་མ་ཅིག་ཡིན་འོ་དེའི་ཆ་ནས་ངའི་སྤྱིར་བཏང་གི་དབུ་ཁྲིད་རྣམ་པ་གི་མདུན་ནས་ང་སེང་གེའི་སྤྱི་སེར་ལྟ་བུ་བྱས་ན་མ་འོས་པ་དང་མ་འཚམས་པ་ཅིག་ཡིན་པ་རེད་ཡིན་ནའང་ད་མི་ཇི་ལྟ་མེད་བྱུང་ནས་ནི་ད་ཅིག་བཞི་ཁུར་བྱེད་ཀྱི་ཡོད་ཡིན་ནའང་སྤྱིར་བཏང་ང་རང་ཚོའི་སྐབས་སུ་བབ་པ་དེ་ནི་གོང་ས་ལྷ་མི་རྣམ་འདྲེན་མཆོག་གིས་མཛད་པར་རྒྱ་མཚོ་ལྟ་བུ།

བྱང་སེམས་འཕགས་པ་རྣམས་ཀྱིའང་ཤེས་བྱར་སྤྲུལ་ཏེ་བཞུགས་ཀྱང་སྐལ་བ་རྒྱ་མཚོའི་བར་བཞུགས་མི་ཐུབ་པར་ལྟ་བས་འཛག་པ་དང་འཕྲིན་ལས་ཕྱི་ནང་གསང་གསུམ་གྱི་འཛག་པ་དང་འཕྲིན་ལས་བསམ་གྱིས་མི་ཁྱབ་པ་ཅིག་ཡོད་བདག། ཐ་མལ་བའི་ནང་གི་ཐ་མལ་བ་མང་དག་ཅིག་གིས་ཆ་ཤས་ཙམ་ཡང་བཞུགས་མི་ནུས་པའོ་དེ་ལྟ་བུར་ཆགས་བདེ་བ་རེད། དེའི་ཆ་ནས་གཅིག་དང་གཅིག་ན་གང་ནས། ང་རང་ཚོའི་ཆོས་རྒྱུད་བར་ཁྲིམས་ནང་བར་གྱི་བཀའ་སློབ་ཟབ་སྦྱོང་བགྱིས་པ་གནང་ཟིན་པ་བསྐྱར་ལུས་ཀྱང་འབྱོར་པའི་དགོས་པ་མེད་ཡ་འདྲ་བོ་རེད་ཡིན་ནའང་ད་མདོར་ན་ང་རང་ཚོའི་བོད་གངས་རིའི་གཞུང་གི་སྐྱབས་མགོན་བཀྲ་བྷེའི་མིག་དང་ཁོག་པའི་གཡང་ལྟ་བུ་ཁོང་གིས་སྐལ་བ་སྔོན་མོ་གི་དུས་སུ། དང་བོ་བྱང་སེམས་སོགས་དུས་ཚིགས་སྐྱེ་བར་དུས་ཚོགས་སོགས་མཐར། མངོན་པར་རྫོགས་པར་སངས་རྒྱས་ཟིན་ཀྱང། ང་རང་སོ་སྤྱིར་འགྲོ་བ་ལྷ་དང་བཅས་པ་ཁྱད་པར་བོ་གང་བྱུང་གི། གཏང་སེམས་ཉམས་ཕྲ་བའི་སྐབས་འདིར་ཐུགས་བརྩེ་བ་ཆེན་པོས། གཞིས་སུ་བཟུང་བའི་ཆེད་དེ་ལ། ང་རང་སོས་དང་མདོར་ན་གཏང་སའི་ཡུལ་དུ་སྐུར་བཏབ་ནས་ད་ལྟ་དགུང་ལོ་བརྒྱ་ཁྲི་ཐམ་པ་འགྲོ་དགོས་པ་རེད། འོ་དེའི་སྐབས་ཀྱི་ང་རང་སོ་ཐུན་མོང་གི་སྣང་བར་སྣང་སྲིད་ལྟར་གྱི་མཛད་པ་དེའང་ཨ་ནི་ང་རང་སུ་ད་ཆུ་དང་སྲིད་དཀོན་གི་ཆ་ནས་ཡང་ན་བསམ་མེད་ལས་འདས་པ་གང་ནས་ཀྱང་ནང་བཞིན་གྱི་བསམ་གྱིས་མི་ཁྱབ་པ་དང་ཆགས་བྲལ་བ་རེད་ཡིན་ན་ད་ད་ང་རང་སུ་ཕྱིར་བཏང་གི་རྒྱ་གར་འཕགས་པའི་ཡུལ་དུ་རྐྱེན་ངན་གྱི་དབང་གིས་བྱུང་བ་དེ་ཡང་གཅིག་གི་ཆ་ནས་བསམ་བློ་བཏང་ན་ང་རང་སུ་རྐྱེན་ངན་དཀྲོགས་སུ་འཆར་བ་ཅིག་ང་རང་གི་སྣང་གི་ཡོད་ག་རེད་ལབ་ན་དཔེར་རང་ང་རང་སུ་དེ་རང་སྐལ་བཟང་འདི་ལྟ་བུ་ཟེར་གམ་མཚོན་ན་ཟེར་ང་རང་སུ་རྟ་ཚང་མ་ས་བཞིན་པ་རེད་སྔོན་གི་འཁོར་གྱི་རྒྱལ་རབས་ལོར་གྱི་ལ་སོགས་པ་དང་སྔོན་རབས་ཀྱི་ང་རང་སོས་ཆུ་བཞག་ལས་ནང་སྟོང་ལ་སོགས་པ་ལ་མཚོན་ན་ག་འདྲ་ཅིག་གི་སྐལ་བ་བྱུང་གི་ཡོད་མེད་རྒྱལ་དབང་དམ་བཅའ་མཁྱེན་པ་གི་ཞལ་ག་འདྲ་ཅིག་མཇལ་ཐུབ་ཀྱི་ཡོད་མེད་རྒྱལ་དབང་དམ་བཅའ་མཁྱེན་པ་ཟུང་ཆུ་ལ་སོགས་པ་བཞིན་ནི་སྐལ་བཟང་དུ་ག་འདྲ་ཅིག་ཐོབ་ཀྱི་ཡོད་མེད་དེ་ང་རང་སོའི་ལོ་རྒྱུས་དང་ང་རང་སོའི་མི་རབས་གོང་མ་རྣམས་ཀྱིས་མཁྱེན་བཞིན་པ་རེད། ཡིན་ནའང་ད་ལྟ་ང་རང་སོ་འདིའི་སྲིད་ལོ་གང་འདི་ལྟ་བུའི་ནང་ལ་ཡང།

རྟགས་བཞུ་མི་ཤེས་པའི་བཀའ་བཟང་ཅིག་རེད་དེ་ཡང་ང་རང་ཚོ་རྐྱེན་ངན་དཀྲུག་ཤ་ལྟ་བུ་བྱུང་བ་རེད་བསམ་གི་ཡོད། འོ་ད་ག་ནང་བཞིན་གྱི་ད་མདོར་ན་ནི་ང་རང་ཚོའི་བོད་གངས་གཞུང་གི་རྒྱལ་བསྟན་རིས་སུ་མ་ཆད་པ་སྔོན་བྱོན་གྱི་ཅིག་ཚེ་གི་ཐ་སྙད་ཅིག་ན་སྒྲུབ་རྒྱུ་ཤིང་རྟ་བརྒྱ་དང་དང་སྐབས་ང་རང་ཚོ་ཅིག་ད་ཆོས་རྒྱུད་ཆེན་པོ་གཞུང་དྲང་བྱས་པ་དང་ད་ག་ནང་བཞིན་ད་ཇོ་ནང་པ་དང་བཅས་པ་གི་ཅིག་གྲུབ་མཐའམ་ཆུ་རྒྱུན་དེ་མི་ཉམས་གོང་འཕེལ་དང་ཉམས་པ་སོར་བཤིག་གི་ཆེད་དང་ནི་གོང་རི་གི་ཐུགས་ཀར་རྡེབ་བསིལ་བ་ཆེན་པོའི་ངང་ནས་གཟིགས་པ་དེ་དང་འཛག་པར་སྐྱེ་དགོས་བ་དེ་ད་ང་རང་གི་ཅིག་གསབ་ཤ་དང་ནི་ཞིབ་ཆ་ཞུ་དམིགས་བ་དེ་རེད་ལྷག་པར་དུ་ད་ང་རང་སུ་ཅིག་ཆོས་རྒྱུན། གི་ནང་ནས་ཉམ་ཆུང་ཉག་ཕྲ་བ་ཅིག་ད་རྒྱལ་བ་ཇོ་ནང་པ་འདྲ་བོ་མཚོན་ན། ནི་ད་ངའི་མི་མང་དང་ཚང་མ་ལ་ཕར་ཆེར་ས་ཕྱི་མི་དགོས་བ་འདྲ་བོ་ཆགས་བསྡད་པོ་རེད། འོ་དེ་ཡིན་ན་ཡང་ངོ་ནི་དྲང་བདེན་གི་ད་ལྕམ་དང་ཉར་གྱིས་ཐིག་སེ་བ་ཆེན་པོ་གཟིགས་ནས་ནི་ཕ་མའི་བབ་ཁྲུས་སྐྱོང་བ་ནང་བཞིན་གི་འོ་ང་རང་སོ་ཅིག་ད་མར་རྒྱལ་བསྡད་ཡོང་ནས་སྐབས་དེ་ནི་ཡར་ར་སྐྲ་ནས་འཐེན་ནས་འོ་ད་ད་ངོ་ནི་དྲང་བདེན་གི་ཅིག་བོད་ཀི་ཆོས་རྒྱུད་ཚང་མའི་ནང་ཡར་ར་ནི་ཚིག་བརྩིགས་པ་དང་འདི་སྐབས་ད་འདི་ལྟ་བུའི་ངའི་ང་ལྟ་བུའི་ན་ཅིག་ཐ་མ་ལ་ཅིག་གི་ཚིག་ཁ་ཤས་བཤད་ཐུབ་པ་དེའང་ཨོ་གོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་བླ་ན་མེད་པ་ཉག་ཞིག་ཡིན་བསམ་གི་ཡོད། ད་ག་ནང་བཞིན་གི་ང་རང་སུ་དེ་མ་ཡིན་པའི་ཅིག་འཛམ་གླིང་ཡུལ་གྲགས་ཀྱང་གང་ཟིག་ག་ཡིན་ན་ཅིག་ཨོ་བོད་ཀྱི་ཆོས་སྲིད་གང་ཡིན་ན་ད་ལྟ་གཞན་ནང་བཞིན་དེ་དག་ཅིག་བསམ་གྱིས་མི་ཁྱབ་པ་འཛབ་པ་སྐྱོང་བཞིན་པ་དེ་མི་དགོས་པ་རེད། དེ་ནས་ཀྱང་ལྷག་པར་ད་ང་རང་ཚོས་སྤྱིར་བཏང་གི་ཆ་ནས་བསམ་བློ་བཏང་ན་རྒྱལ་བ་ཇོ་ནང་པ་དེ་དག་ནི། ནང་པ་སངས་རྒྱས་པའི་མདོ་རིང་གཉིས་སུ་ཕྱེ་བའི་ངག་གི་ཉམས་ལེན་གཙོ་བོ་བྱེད་མཁན་དེའི་ནང་གི་ཀྱང་རྒྱལ་སྡེ་བཞི་གི་ནང་གི་བླ་མེད་དེའི་ནང་གི་དཔའ་སྤྲུལ་དཀྱིལ་འཁོར་ལོ་གི་ཆོས་རྒྱུད་འཛིན་པ་སྤྱིར་བཏང་གི་མདོ་རིང་ཡོངས་སུ་རྫོགས་པའི་ཐུན་མོང་དང་ཐུན་མོང་མ་ཡིན་པའི་མན་ངག་ཉམས་ལེན་བཤད་པ་ལ་སོགས་པ་ཡོད་པ་རེད་ཡིན་ནའང་དེའི་ནང་གི་གསར་དུ་བཏོན་ནས་འཛིན་མཁན་དེ་དཀྱིལ་འཁོར་ལོ་གཙོ་བོར་ཆགས་ཡོད་རེད། གནས་ལྟ་བ་དབུ་མ་ལྗང་སྟོང་ཆེན་མོ་དང་གནས་སྒོམ་པ་རྡོ་རྗེ་རྣལ་འབྱོར་རིག་འཛིན་ལྟ་ང་རང་སོའི་ནང་ནས་མདོ་སྟོད་མཐར་ཐུག་ལྗང་སྟོང་དབུ་མ་དང་སྔགས་སྟོད་མཐར་ཐུག་རྡོ་རྗེ་རྣལ་འབྱོར་ལྟར་སྒོམ་འབྲས་བུའི་ལམ་གྱི་རྣལ་བཟང་ནས་ཆོས་སྒོམ་མཐའ་དག་གསལ་བར་བྱེད་པ་ཤོག་ཟེར་ནས། རྗེ་བཙུན་བྱོན་ནོར་བ་ཆེན་པོ་རྗེ་བཙུན་ཏཱ་ར་ནཱ་ཐ་གིས་གསུངས་ཡོད་པ་ནང་བཞིན་གྱི་འོ་དོད་འདྲ་དང་ཆགས་དོད་རེད་དེ་ཡིན་ན་ཡང་ལྷག་པར་དུ་དཔལ་དུས་དཀྱིལ་འཁོར་ལོ་གི་སྤྱི་དོན་གྱི་གང་ཟག་ཐམས་ཅད་མཁྱེན་པ་མཆོག་གིས་མཛངས་མ་ཡི་གྲུ་ག་དེ་དཀྱིལ་འཁོར་ལོ་གི་དབང་ཆེན་ཐང་གསུམ་གྱི་སོགས་གསུམ་སོགས་བཞི་ཀ་ར་ཙམ་མ་ཟད་བསྟན་པ་སྙིང་མོ་ལྟར་མཛད་པ་དེ་ཡོངས་གྲགས་ཆགས་བདེ་བ་རེད། ཡིན་ནའང་ང་རང་ཚོས་ཇོ་ནང་བ་མཚོན་གྱི་གཞི་ན་སྤྱིར་བཏང་གི་ཆ་ནས་སྒྲུབ་རྒྱུད་ཀྱི་བསྟན་པ་ཡིན་པ་དང། དེའི་ནང་གི་ཀྱང་གཅིག་ཉམས་ལེན་ཁོ་ན་གཅིག་གཞོལ་བ་མ་གཏོགས་རྩིས་དང་ནི་འཇིག་རྟེན་གྱི་གཅིག་ཆོས་རྒྱལ་ལ་སོགས་པའི་བཤད་བ་དེ་ཧ་ཅང་གི་དགག་བྱ་ཆེན་པོ་ཟེར་བ་སྤྱིར་བཏང་ཆགས་བདེ་བ་རེད། དེའི་ཆ་ནས་ད་ལྟ་བསྟན་པ་ཡིན་ནམ་འཕེལ་གྲུབ་ཧ་ཅང་གི་ཉག་ཕྲ་ཉམ་ཆུང་ཟེར་བ་སྐྱར་བྲིས་བ་རེད། འོ་དེའི་སྐབས་ལ་ཡིན་ན་ནི་ཐིག་གསལ་བ་ཆེན་པོ་འདི་འདྲའི་སྔ་སོར་ཡིན་ན་དམིགས་བསལ་སྐབས་གནང་བ་དེ་ཡིན་ན་ང་སྤྱིར་བཏང་གི་ཆ་ནས་དཔར་རྒྱ་བ་ཅོ་ནང་པའི་མཚར་བཅས་ནས་སྐུ་ཞབས་སྔོན་དུ་འགྲོ་བའི་སྒོ་ནས་ད་ཐིག་བཀའ་དྲིན་ཐུགས་རྗེ་བླ་ན་མེད་པ་ཆེ་བྱེད་ཀྱི་ཡོད། ད་དེ་མ་གཏོགས་ངའི་ཁྱིམ་དང་ང་འདི་འདྲའི་བླ་ཆེན་ཡང་མ་རེད་ཅིག་མཁས་པ་ཡང་མ་རེད་མི་མང་ཚང་མ་ལ་འདི་འདྲའི་ཅིག་སྨ་ར་བཞེས་བ་དང།

མགོན་པོ་མཆོག་གིས་གསུངས་ན་དེ་བཟོར་ཚིག་ཙམ་རེད་གསུང་གི་འདུག་ཡིན་ནའང་ང་རང་གི་སྙིང་ནས་དྲན་ཡག་དེ་ག་རེ་ལབ་ན་དེ་བཟོ་ཚིག་ཙམ་མ་ཡིན་པར་ངོ་ནས་དྲན་ནས་དོན་ལ་གནས་པའི་སྟོབས་པའམ་དོན་ལ་ངེས་པའི་བསྔགས་པ་རེ་དྲན་གི་ཡོད་ག་རེ་ལབ་ན་ནི་འཛམ་གླིང་བཞི་བདེའི་དཔེ་ཁོ་ཡིན་པ་དེ་སྨོས་མེད་རེད་ང་རང་ཚོ་བཞི་འཛམ་གླིང་བཞི་བདེའི་རྟགས་མ་ལ་སོགས་པ་ནི་བཞི་ཡ་ཙམ་མ་ཙམ་ནི་སྤྱིར་བཏང་གི་ཁུལ་གྱི་རྟགས་མ་ཕར་ཆེར་བརྒྱ་ཕྲག་མང་པོ་ཅིག་ནི། ལ་བཞི་སྣང་བ་རེད། ད་ག་ནང་བཞིན་འཛམ་གླིང་ཞིབ་བལྟས་ལ་ཡག་སྟེ་ང་རང་ཚོ་གཅིག་འཚེ་མེད་ཞི་བའི་ལམ་སྟོར་དོགས་པ་ཅིག་ལ་ཟེར་སྐྱོ་རེད་ད་ང་རང་ཚོ་འཛམ་གླིང་ཆེར་གི་ནང་ན་ཐོག་མར་ནས་འཛམ་གླིང་གཅིག་རིས་སུ་མ་ཆད་པ་ནས་རྒྱ་ཁབ་ཅིག་དང་ཡུལ་གྲགས་ཤིག་མ་ཡིན་པ་འཛམ་གླིང་གོ་ལ་ཧྲིལ་བོ་འདིའི་སྟེང་ལ་ནས་གཅིག་ཞིབ་བལྟས་གི་གཙོ་དོམ་མཁན་དེ་གང་རིགས་ཆགས་བསྡད་པ་རེད་དེ་ངོ་བོ་ནི་ཚེ་རེད། དེའི་ཆ་ནས་ནི་ང་རང་སུ་གང་རིག་ཆེ་བསྟོད་གནང་བ་དེ་དབུས་ཤིང་འཚམས་པ་ཅིག་རེད་བཞེད་པ་དེ་ནི། ད་ལྷ་དང་འགྲོ་བ་ཀུན་གྱི་སྐྱབས་ཤིག་ཡིན་ཟེར། ད་ང་རང་སོགས་འགྲོ་བ་ཀུན་ལམ་ན་ད་འགྲོ་བ་རུ་ཁྲིག་གི་ཕྱིར་ཐང་གི་ཆོས་ཀུན་ཐང་གི་ཤར་ལོགས་གཅིག་ན་སྐྱབས་ཡིན་པ་དེ་འཕགས་མཆོག་ཤར་མ་དཔའ་མོ་ཡིན་པ་གཞིར་བཞག་རེད། ཡིན་ནའང་ང་རང་སུ་ཐུན་མོང་གི་སྣང་ཚུལ་ཙམ་ལ་ནི་འཛམ་གླང་གསར་གྱི་འདིའི་སྟེང་བསྟན་ན།

ད་ལྟ་འདི་གཙོ་ཆེན་པོ་ལ་ཆགས་བསྡད་པ་རེད་བསམ་གི་ཡོད་འོ་དེའི་ཆ་ནས་ཀྱང་ཨ་ནི་འཛམ་གླིང་ཆོས་འདི་དྲེགས་པོ་དང་ཨ་ནི་འགྲོ་བ་མིའི་འོ་ལྟར་སྐྱབས་མགོན་སྐྱག་ནི་ཨ་ནི་མཐར་ཐུག་དུ་ཆགས་བསྡད་པ་རེད་ང་རང་གི་དོན་དག་དྲན་གི་ཡོད་ལྷ་ལམ་ནར་ཕྱིར་ད་ང་རང་ཚོས་ད་ཅིག་ལྷ་དང་མོའི་ཟེ་བཟུང་གི་ཡོད་རེད་ད་ང་ཚོ་ཐུན་མོང་མ་ཡིན་པའི་སྣང་ཚུལ་ལ་ཨ་ནི་ང་ཚོས

ནི། ཀུ་ཤ་ཟ་བ་ལ་སོགས་པའོ། ནང་ང་སྟེ་དེའི་འཁོར་དང་གཡང་འཁོར་ལ་སོགས་པ་ག་ཚོད་ཚོད་ཡོད་རེད་ད་ང་རང་སུ་ཞིག་ལྷག་སོ་ལྷག་སོ་སྨྲ་བ་ཇི་ཡག་གི་ཆོ་ག་དང་དུ་སུན་སྣང་བ་ཡོད་རེད། གཙོ་བོ་དུ་ཕེབས་ན་འཁོར་དུ་ཡོང་པ་དེ་གཞིར་བཞག་འདྲ་བ་ཆགས་ཀྱི་ཡོད་རེད། དེའི་ཆ་ནས་ཡང་ང་རང་སུ་ཞིག་ལྷག་དང།

འགྲོ་བ་ལྷ་ཡིན་ན་ཡང་མང་པོ་ད་ལྟ་ཡིན་ན་ཕེབས་དང་ཕེབས་ཡོད་རྒྱུ་རེད་ལ་ནི་ཟུང་ཆུ་ཆུ་སྐྱེས་འཁོར་ལོ་གང་བསྐོར་རིའི་སྐབས་སུ་ཡིན་ན་ཡང་ཨོ་ད་འདྲི་ལྷ་དང་བྱིས་པ་ཡོད་བ་དེ་ད་ང་རང་སུ་མདོག་གི་ན་ང་ནི་སྐར་དེ་ལྷ་དང་མི་དང་ལྷ་མ་ཡིན་དང་གྲི་རྩར་བྱིས་པ་སངས་རྒྱས་བཅོམ་ལྡན་འདས་ཀྱི་ཆུ་སྐྱེས་འཁོར་ལོ་གང་བསྐོར་ན་ཡང་ནི་བདག་ཤ་ལྷ་དང་མི་ལྷ་མ་ཡིན་གྲི་རྩ་ལ་སོགས་པ་ནི་ཐུན་མོང་མ་ཡིན་པ་མང་པོ་ཅིག་ཕེབས་དཀའི་བ་རེད་བ་ད་ག་ནང་བཞིན་གྱི་ད་ང་རང་སུ་འཕང་ཕྱོགས་ཕྱོགས་ན་པ་ནི་ཆུ་སྐྱེས་འཁོར་ལོ་གང་བསྐོར་རིའི་སྐལ་བ་ཡིན་ན་ཡང། ཨ་ནི་དེ་འདྲ་ཅིག་ཕེབས་ཀྱི་ཡོད་རེད་བསམ་ཡང་ད་ང་རང་གི་དྲན་ཚད་ཙམ་ཞིག་ཡིན། དེས་ན་ང་རང་ཚོའི་འཇིག་འཇིག་རྟེན་ན་ལྷ་དམ་ཅིག་མགོན་སྐྱབས་ལ་བས་དེ་ཡང་ཨ་ནི་ཚེ་སྐད་བྱ་བ་ཙམ་མ་ཡིན་པ། ཨ་ནི་ཚེ་སྐད་བཟོ་པ་ཙམ་མ་ཡིན་པ། དངོས་གནས་དྲང་གནས་ཀྱི། འདི་ལྟ་བུའི་ཨ་ནི་གངས་རི་དཀར་ཟླའི་འཕགས་མཆོག་ཕྱོགས་ན་དཔའ་མོ་ལ་སྟོབས་དཔའ་མོའམ་ང་རང་ཚོས་གུས་བཀུར་བྱེད་ཡ་དེ་འུ་ཆང་ཚང་པ་ཞིག་རེད། འོ་དེ་འདྲ་ཅིག་འོ་དེ་ནས་ད་ང་རང་ཚོས་ད་ནམ་རྒྱུན། འོ་ད་མགོན་པོ་མཆོག་གིས་ང་རང་སོགས་བཀའ་སློབ་ལམ་སྟོན་གནང་དང་གནང་བཞིན་པ་རེད་དེ་ངས་ཡང་བསྐྱར་གཞི་དགོས་གི་མ་རེད་འོ་དེ་ཉང་སྲིབ་བྱང་ནས་ང་རང་སོས་ཀྱི་གང་ཐུབ་ཐུབ་གི་རྒྱ་ཆེའི་རྒྱལ་ཐམས་པ་མ་ཡིན་ན་ཡང་འོ་ཉིན་གཅིག་གི་ནང་གི་ཉམས་ལེན་གིར་འབའ་ཅིག་བྱས་ནས་ཨོ་བཀའ་སློབ་ལམ་སྟོན་དེ་ཚུལ་བཞིན་པ་ཅིག་གནང་བ་འོ་རང་གིས་ན་དག་སྣང་བཞིན་གང་ཐུབ་ཅི་ཐུབ་བྱེད་གི་ཡིན་པའི་དམ་བཅའ་ནི་མི་མང་ཚང་མ་ཡིན་ན་ང་རང་ཚོ་འདིར་ནི་བསྐྱར་གཏོར་ན་ཕེབས་པའི་དགོས་པ་དང་ནི་མ་འོངས་པ་ཡིན་ན་མགོན་པོ་གང་གི་ག་རེ་གསུང་གི་ཡོད་རེད་ནི་ང་ལ་ནི་བསྐྱར་གཏོར་གི་ནི་ལག་རྟགས་མེད་ན་འགྲིག་གི་རེད་ནི་ཁོང་གི་གང་གསུང་པ་དེ་ནི་ལག་ལེན་དུ་ཕེབས་བྱུང་ན་འོ་དེ་ལག་ཐབས་མཆོག་ཡིན་དེ་ད་ག་ནང་ང་ནང་བཞིན་གི་ང་རང་ཚོ་གང་ཐུབ་པ་ཅིག་ཡོང་བ་བྱེད་གི་ཡིན་འོ་རྟགས་ཤིག་བཞག་ཡིན། ད་ལྟ་ནི་མཐའ་མ་སྟེ། ད་ངས་དཔའ་རྒྱ་བ་ཅོ་ནང་པའི་ཚབ་བྱས་ནས། ད་མགོན་པོ་ཤཱཀ་འགྲན་སེང་མཆོག་གི་ཚེ་བསྐལ་བརྒྱ་བསྟན་པ་དང་ལས་དོན་ལྷུན་གྱིས་འགྲུབ་པ། ད་ག་ནང་བཞིན་གྱི་མ་འོངས་པ་ང་རང་སོགས་པོ་ཆོལ་ཁ་གསུམ་གཅིག་ཏུ་གྱུར་བའི་ཆེད་གདུལ་བྱ་ཡོངས་སུ་རྫོགས་པ་དང་འཛམ་གླིང་ཆེ་ཤེལ་ཚང་མ་གི་ཆེད་དུ་ཀི་ཚེ་བསྐལ་བརྒྱའི་བར་བསྟན་པ། འོ་ད་ནི་ཆོས་ཀྱི་འཁོར་ལོ་ཡིན་ན་མུ་མཐུད་ནས། ད་ནི་ང་རང་ཚོ་ཅག་འདབ་ཆགས་རྣམས་ལ་ཨོ་སྐོ་ར་སྐལ་ལ་གསོ་བ་འདེབས་པ། ཨོ་བསྟན་བྱེད་ཡ་ཡིན། ད་ནི་ད་ང་རང་མུག་ཤ་ཅིག་བྱེད་ཆོག་པ་ལ། བཞི། ཨ་ནི། ད་ང་ཚོས་ད་ལྟ་ང་རང་ཚོ་འདིར་འདུས་པ་དེ་མི་ཁྲི་བཞི་གཉིས་ཟིན་ཡིན་གྱི་རེད། ཨ་ནི། ད་དེ་མ་གཏོགས་ཡོད་མ་རེད། ཡིན་ནའང་འཛམ་ང་རང་ཚོ་བོད་ཆོལ་ཁ་གསུམ་འཇོན་མི་དགོས་པ་རེད། ཨ་ནི། འཛམ་གྲི་འཛམ་ལ་ཡས་གྲི་མང་པོ་ཟིན་ན་གོང་རིགས་ཀྱི་བསྐྱར་སྟོན་དང་ཨོ་ད་ཚོ་སྲིད་ཏང་སྲིད་གཞུང་པ་ཡིན་པ་དང་ད་ལྟ་དངོས་སུ་ཞིང་ཆ་ན་དངོས་སུ་ཡོད་ར་ཅིག་ཁོང་མཚམས་འདྲི་བྱེད་ཐུབ་ན་བསམ་ཡག་གི། ངོ་ནི་ཀྲང་ནི་གི་ཧྲི་ཉང་ཐག་ཁ་ནི་ད་ལྟ་ཉིན་མཚམས་དཀོན་མེད་དང་ཀྲང་འབྲེལ་བ་ན་མང་པོ་ཅིག་ཡོད་རེད་ཨོ་དེ་ཚང་མ་གི་ཚབ་བྱས་ནས་ནི་མགོ་འབོམ་ཆོག་གི་ན་ནི་ཚང་མ་གི་བཀྲ་ཤིས་བདེ་ལགས་ཡག་བ་དང་ནི་ད་ག་ནང་བཞིན་མ་འོངས་པ་ཡིན་ན་ནི་སྐེ་ཚེ་བཀའ་རྒྱ་དམ་པ་བཞི་སྟོང་ལྷན་སྐྱེས་འགྲུབ་པ་ལ་སོགས་པ་ནི་གསོལ་བ་འདེབས་པ་ཡིན། འོ་དེ་བཞིན་ད་ལྟ་ནི། ད་ལོ་བ་བཞི་ཡ་ཆང་བྱི་ག་མི་འདུག་ལ་བཞག་མེད་ད་མདོར་ན་འདི་ལྟ་བུའི་ཀྱི་གོ་སྐབས་གནང་བ་དེ་ལ་ངས་གོ་སྒྲིག་ཚོགས་ཆུང་གི་ལ་ནི་བཀྲ་ཤིས་བདེ་ལགས་དང་ཐུགས་རྗེ་ཆེ་བྱེད་དགོས་ཏེ་རྒྱལ་བ་ལྕོག་ནང་པའི་ཚབ་ཀྱིས་ནི་བཀའ་དྲིན་བླ་ན་མེད་པ་ཆེ་བྱེད་ཀྱི་ཡོད།

རང་ཅག་བོད་མི་རྣམས་ཀྱི་བདེ་སྐྱིད་གཉིས་ཀྱི་སྐྱབས་གནས། འཇིག་རྟེན་ཞི་བདེའི་དེད་དཔོན། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དགུང་གྲངས་གྱ་བཅུ་ལ་ཕེབས་པའི་གྱ་སྟོན་གྱི་སྐལ་བཟང་གི་ཉིན་མོ་འདི་ལ་ཡང་ཆིབས་བསྒྱུར་གནང་པས། ྋགོང་ས་ཆེན་པོ་མཆོག་གིས་གཙོ་བོར་གྱུར་པའི་ཆོས་བརྒྱུད་ཁག་གི་བླ་ཆེན་རྣམ་པ་དང། དང་ར་ཞིང་གི། བོད་མིའི་སྒྲིག་འཛུགས་ཀྱི་མཛད་གཙོ། སྲིད་སྐྱོང་གི་གཙོ་བོར་གྱུར་པ། སྲི་ཞུ་ལས་བྱེད་པ་རྣམ་པ་དང་གང་ན་ཞིང་གི་དེ་ཕེབས་པའི་ཨན་སེ་རྒྱ་མང་ཚོགས་ཡོངས་ལ་ཡ་ཨན་ནས་འཚམས་འདྲི་བཀྲིས་བདེ་ལེགས་ཞུ་བ་ཡིན། མ་གཞི། ནམ་རྒྱུན་ནས་སྐུ་མདུན་བཞུགས་བསྡད་པའི་སྐབས་ལ་ཡང་ང་རང་སྐད་ཆ་ཡག་དེ་ཚད་པོ་རེ་ཞིག་འདུག་སྐད་ཆ་དེ་ཁ་ནས་དོན་རོགས་ཅིག་མི་འདུག་ཨ་འདི་རིང་འདུག་ས་ནས་ད་དེ་དེ་དེ་རིང་སྐུ་མདུན་བྱིན་རླབས་ཞུས་བྱས་ད། ག་ཞུ་བ་ད་གློག་བོར་རེད་དེ་སྐད་ཅིག་ད་དུ་སུ་ཅིག་ཞུ་ཡ་ཡིན། ཨེ་མ་གཞི་དང་གི་གོང་དུ་ཆོས་རྒྱུད་ཁག་གི་བླ་ཆེན་རྣམ་པ་ཚོ་དང་དང་ན་ཆེན་སྐུ་ཚབ་རྣམ་པ་ཚོས་གི་ད་བཀའ་སློབ་རྒྱས་པོ་ཞག་ཕེབས་སོང་དེ་རིང་དུས་ས་ནས་ད་དུང་ངས་མང་པོ་བཤད་གི་བསྡད་པ་ཡིན་ན་མི་མང་ཚོ།

བསྟན་པ་དང་འགྲོ་བའི་དགེ་འདུན་མཛད་ཨ་ད་འགན་ཁུར་བཞེས་ལྷག་པར་དུ་ང་ཚོ་ཨན་དགུང་ལོ་བཅུ་དྲུག་ནས་བཟུང་སྟེ་ཨ་ནེ་བོད་ཀྱི་རྒྱལ་སྲིད་ཆོས་སྲིད་ཀྱི་འགན་ཁུར་ཆ་ཚང་བཞེས་ཆེ་ཨ་ནེ་ཅིག་ཉིན་མཚན་ལྟར་རྣམ་དབྱེར་མེད་པར་དེ་འདྲའི་གི་སྐུ་ངལ་ཞིབ་ཞིབ་སྐྱོན་ཡོང་བ་རེད་ད་དེ་འང་ཚང་མས་ཅིག་མཁྱེན་གསལ་རབ་འདུག་རེད་ཨ་ནེ་མ་གཞི། རྒྱལ་སྲིད་ཆོས་སྲིད་འགན་བཞེས་ཟེར་དུས་ས་ནས་ད་སྤྱི་བཏང་གི་མཚན་རབ་རྫི་རྫི་པོ་རུ་བྱེད་བ་རེད་དེ་ནས་སྐབས་དེ་དུས་ས་ནས་ཨ་ནི་བོད་ཀྱི་གནས་སྟངས་རབ་འདི་རྫ་དྲག་པོ་ཞིབ་ཅིག་དང་སྐུ་ལས་ཁ་པོ་ཞིབ་ཅིག་ཆགས་བསྡད་པའི་གནས་སྐབས་དེ་ལ་ཡ་ཨ་ནི་རྒྱལ་བ་རིན་པོ་ཆེ་ད་དགོང་ལོ་གཅིག་གཞོན་གཞོན་དེ་འདྲ་ཞིག་གིས་འགན་ཁུར་དེ་འདྲ་ཞིག་བཞེས་དགོས་རབ་ཆགས་པ་རེད་ད་དེ་དངོས་གནས་སྤྱི་བཏང་གི་མི་འདྲ་བ་ཅིག་གིས་ཨ་ནི་སྐབས་དེ་དུས་ས་ནས།

བོད་ལ་ཡང་ཞུགས་མ་ཐུབ་པ་ཇི་བཞིན་བཙན་བྱོལ་ལ་ཕེབས་པའི་གནས་སྟངས་འདུག་ཆགས་པ་རེད། གང་ལྟར་སྐུ་ངལ་འོག་བརྒྱད་བཞི་བ་གཅིག་གི་བར་ལ་ཡང་ད་ལྟ་བར་དུ་ཅིག་སྐུ་ངལ་འཛེམས་མེད་ཀྱི་ཐོག་ནས་ཕྱག་ལས་གནང་པ་ཡིན་པས་ཡིན་དུས་ས་ནས་ད་ལྟའི་དངོས་གནས་ཅིག་གར་ཞུ་བའི་ཐུགས་རྗེ་ཆེ་ཞེས་ཞུ་བ་ཙམ་ཞིག་གིས་དེ་གཅིག་མཚོན་ཐུབ་ཡ་རབས་ཅིག་གས་མེད་པས་སོ། ཅིག་ལྟ་ཡིན་པས་ཡིན་ཡང། ད་རིགས་གོ་སྐབས་འདི་དང་བསྟུན་ཞེས། ད་ལྟ་བར་དུ་སྤྱིར། འཛམ་བུ་གླིང། ཡང་སྒོས་སུ་བོད་གངས་ཅན་གྱི་ལྗོངས་ཀྱི། བསྟན་པ་དང་འགྲོ་བའི་དོན་དུ། སྐུ་གསུང་ཐུགས་ཀྱི། ང་བ་ཁྱད་བསད་གནང་བ་དེ་ལ་ཡང་སྙིང་ཐག་པ་ནས་བཀའ་དྲིན་ཆེ་ཐུགས་རྗེ་ཆེ་ཞུ་ཡག་ཡིན། ད་སྐུ་མདུན་གྱི་མཛད་འཕྲིན་གྱི་ཐོག་ནས་དང་ཨར་སྐུ་ཆེ་བའི་ཡོན་ཏན་དེ་ཚོ་ནི་ད་བཤད་དགོས་ཨ་མེད་པ་ཅིག་གསལ་པོ་གསལ་རྐྱང་རུ་ཆགས་ཡོད་ཡོད་པ་ཡིན་ཙང་ཨ་མདོ་ངས་མང་པོ་ཞུ་བསྡད་ནས་ཆོས་སྐད་མི་མཐོང་མི་འདུག་ད་གལ་ཆེ་ཤོས་དེ་ཨ་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་ད་ད་རེས་ག་ཞུ་བའི་དགུང་ལོ་བརྒྱད་ཅུ་ལས་ཕེབས་ཀྱི་ཡོད་པ་ཡིན་པ་རེད་དེ་རིང་འདུས་ས་ནས་འདི་འདྲས་ཀྱི་གྱ་སྟོན། འདི་རིགས་ཀྱི་ཚུགས་གནང་ཐུབ་པ་དེ་ལས་དམིགས་བསལ་ང་རང་ངོས་ནས་ཡིན་ན་ཞི་དྲག་གི་གཅིག་གར་ཞུ་བའི་ལྟར་གཅིག་དགའ་ཚོར་ཆེན་པོ་ཞི་དྲག་བྱུང་སོང་དེ་རིང་དུས་སང་ང་ཚོས་གྱ་སྟོན་གོ་སྒྲིག་ཚོགས་ཆུང་ཟེར་མ་རེད་ད་གོ་སྒྲིག་ཚོགས་པ་ང་ཚོ་མདོ་སྨད་ཀྱི་ད་གོ་སྒྲིག་ཚོགས་པ་ཁོ་ན་ཚོར་ཡིན་པའི་ནས་དམིགས་བསལ་གྱི་ཐུགས་རྗེ་ཆེ་ཞུ་ཡག་དང་བཀའ་དྲིན་ཆེ་ཐུགས་ཞུ་ཡག་ཡིན།